སིང་ག་པུར་ལ་བྲིས་དང་དབྱངས་མཐོང་ཡ་ཡོད་མ་རེད། བསོད་ནམས། རང་སིང་ག་པུར་ལ་འགྲོ་མྱོང་ཡོད་པས། ང་སིང་ག་པུར་ལ་འགྲོ་མྱོང་ཡོད། ཁྱེད་རང་འགྲོ་མྱོང་ཡོད་པས། ང་འགྲོ་མྱོང་མེད། ག་འདྲ་བྱ་འབུར་འདུག། སྐྱིད་པོ་འདུག་གས། ཨ་མ།
སྐྱིད་པོ་ཡོད་དང་ཡོད། ས་ཆ་དངོས་གནས་སྙིང་རྗེ་པོ་དང་གཙང་མ་འདུག། ཨ་ལས། རེ་བས་བྱས་ན་བུ་དང་མ་འདྲ་བ་ག་རེ་འདུག།
མ་འདྲ་བའི་ཆ་ཞེ་དྲག་འདུག། སྐད་ཡིག་དང་གོམས་གཤིས། མི་འབོར་སོགས་ཀྱི་ཆ་ནས་འདྲ་ཡི་མི་འདུག། སིང་ག་པུར་ས་ཆའི་གནས་བབ་ཀྱི་ཆ་ནས་རྒྱ་མཚོ་དང་ཐག་ཉེ་པོ་བྱས། ཡུལ་ལུང་སྔོ་ལྗང་ཅན། ཟེར་ན་འཛོམས་པོ། ཡུལ་སྐོར་བ་མང་པོ་ཡོང་ས། རིག་གཞུང་གི་ཆ་ནས་ཕུན་སུམ་ཚོགས་པོ་ཡོད་རེད། ཨ་ལས་ཐ་བྱེད་དུས་བོད་ནང་བཞིན་ས་མཐོ་པོ་དང་ཀླུང་གཙང་མ། དྲི་དང་གཡག། དེ་བཞིན་གཞས་ཞབས་བྲོ་དང་གྱོན་ཆས་གྱོན་སྟངས་སོགས་མི་འདྲ་བ་ཡོད་ཀྱི་རེད་པ།
ག་པར་འདྲ་ཡི་རེད། སིང་ག་པུར་ལ་དྲི་དང་ཡག་མཐོང་ཡ་ཡོད་མ་རེད། རྩ་བའི་རིག་གཞུང་གི་ཆ་ནས་ང་ཚོ་བོད་ཀྱི་རིག་གཞུང་ཞེ་དྲག་ཕྱུག་པོ་རེད། ཡིན་ན་ཡང་ས་ཆའི་ཆ་ནས་སིང་ག་པུར་སྐྱིབས་ཀྱི་རེད། ཨ་ལེ། རེད་རེད་བོད་ནང་ལ་ཆ་བཞག་པ་ཡིན་ན། ཆབ་སྲིད་ཀྱི་ཆ་ནས་དཀའ་ངལ་ཏོག་ཙམ་ཡོད་པ་རེད། དེ་འདྲ་ཡིན་དུས། ཡུལ་སྤོ་བ་དང་ཡུལ་མི་ཚོས་སོ་སོའི་གང་འདོད་ལྟར་བྱེད་ཡ་ཁག་པོ་རེད་འདུག་ཨ།
དེ་བདེན་པ་རེད། ད་ལྟ་བོད་ནང་དངོས་ཡོད་ཀྱི་དཀའ་ངལ་ཅིག་དེ་ཆགས་འགྲོ་ཡི་རེད་པ། ད་དུང་བོད་ནང་གི་དཀའ་ངལ་ཅིག་དེ། རྒྱུན་ཁར་གནམ་གཤིས་ཀྱི་དཀའ་ངལ་ཞིག་ཡོད་རེད། ཡིན་ན་ཡང། སྐྱར་ཁ་སྔོ་ནས་འདྲ་ས་ཡོད་མར་ད། ལྷ་ཡོད་ཟེར་ནས་ལབ་ཆོག་གི་རེད། རེད་རེད།
སྔོ་ནས་ཡག་པོ་བཤད་སོང་རྡོ་རྗེ་བྱེད།